བླ་མ་ལ་ཕྱག་འཚལ་ལོ། དང། ལྟ་བ་ཀློང་ཆེན་རབ་འབྱམས་ཡིན། སྤྲོས་པ་བསྒོམ་པ་མཁྱེན་བརྩེ་འོད་གསལ་ཡིན། ལྟ་སྒོམ་སྤྱོད་གསུམ་སྟེ། བླ་མ་གོང་མ་གཙོས། མཚན་དང་དྲིན་གཟོ་འོང་དུ་བ། བསྒོམ་པ་མཁྱེན་བརྩེ་འོད་གསལ་ཡིན། སྤྱོད་པ་རྒྱལ་བའི་མྱུ་གུ་ཡིན། འཇིགས་མེད་རྒྱལ་བའི་མྱུ་གུ། དེ་དག་ཉམས་སུ་ལེན་པ་ལ་ཚེ་གཅིག་སངས་རྒྱས་ལ་ཐང་མེད། འདི་འདྲ་རེ་བས་ད་རྫོགས་པ་ཆེན་པོའི་རྟོགས་པ་མངོན་དུ་གྱུར་ནས་འདི་འདྲའི་ཆུང་པོ་ཡིན་ན་ཕལ་ཆེར། ནི། ཡེ་སངས་རྒྱས་པ་ལ་ཡང་སངས་རྒྱས་པ་དེ། ཚེ་གཅིག་ལ་འགྲུབ་ཐུབ་ཡ། ཡོང་སྲིད་པ་རེད། མིན་ཀྱང་བློ་བདེ་ཨ་ལ་ལ། ལམ་ནི་ཟིན་པ་གཅིག་གིས་སངས་རྒྱས་མ་ཐུབ་ན་ཡང། གང་དག་པའི་རྟོགས་པའི་གདེང་ཚོད་ཁྱེར་བྱུང་དུས་ཙམ་ནས། འཆི་ཁ་ལྷ་མོ་ལས། རེ་དང་གཅིག། ཨེ་ནི། འཆི་བ་འོད་གསལ་འོད་གསལ་མ་བུ་ཁྲོད་ཡག་གི་རེ་བ་ཡོད་རེད། དེ་མེད་ན་ཡང་ཚེ་འདི་ལ་ཡང་བག་ཆགས་སྟུག་པོ་བཞག་པའི་རྐྱེན་གྱིས་ཚེ་རབས་ནས་ཚེ་རབས་འདི་འདྲའི་གི་དང་ལམ་མུ་མཐུད་ནས་མཇལ་ཐུབ་ཡག་ཅིག། ང་ཚོ་རྣམས་ཀྱིས་སྨོན་ལམ་རྒྱབ་ཏུ་ཡག་གི་སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང་འབྲལ་མེད་ཆོས་ཀྱི་དཔལ་ལ་ལོངས་སྤྱོད་ཅིང་ས་དང་ལམ་གྱི་ཡོན་ཏན་རབ་རྫོགས་ནས་རྡོ་རྗེ་འཆང་སྒོམ་པ་ཉིད་དུ་གསོན་ཡག་འདི་གི་འདི་སྨོན་ལམ་འདི་ངོ་ཐོག་ལག་ལེན་ངོ་མའི་ཐོག་ནས་ཡོང་ཐུབ་ཡག་ཅིག།

རྫོགས་ཆེན་གཞུང་ནས་འདི་གསུང་གི་འདུག་ག། རྗེ་རང་འཁོར་ལོ་རགས་པ་དེ་ཡོད་པའི་རིང་གི་དྲན་པ་དེ་ཡག་བོ་ཅིག་བསྡད་ཨེ་ནི་གང་ལྟར། རགས་པ་གློ་བུར་བའི་འཛིན་བྱའི་ངོ་བོ་རུ་འཁོར་ལ་མ་བསྡད་པ་བྱས་ནས་ཁོའི་ལྡོག་ཆ་ལ་མ་ཕྱིན་པ་བྱས་བྱས་ཨེ་ནི། ཅིག་དགའ་བསུ་བར་བུ་གའི། གསལ་ཙམ་རིག་ཙམ་མྱོང་ཙམ་གྱི་བདག་ཉིད་ཀྱི་རིག་པ་ཡུལ་མེད་ཆེན་པོ་གསལ་བྱེད་བ་འདི་གང་དུ་གནས་ཐུབ་པ་ཅིག་གི་གོམས་ན་ཨིན་ཏན་ཏན་ཁྱད་པར་ཆེན་པོ་ཡོད་ས་རེད་འོ་དེ་རེད། མིན་ཀྱང་བློ་དེ་ཨ་ལ་ལ། ལྟ་བ་ཀློང་ཆེན་རབ་འབྱམས་ནི་ཚིག་གསུམ་དོན་གྱི་གནད་དུ་འདེགས། དང་པོ་རང་སེམས་ལྷོད་དེ་བཞག། མི་སྤྲོ་མི་བསྡུ་རྣམ་རྟོག་མེད་བཟའ་ཟླ་སྟེ། ཅིག་བསྐྱེད་རིམ་གྱི་སོར་བཅད་ནས་པ། ཅིག་སྤྲོ་བསྡུ་རུ་བྱས་དེ་འདྲ་གི་རྣམ་རྟོག་མེད་པར་བྱས། བློ་ལ་གཅིག་གིས་ད་ལྟ་ཕྱག་ཆེན་བསྒོམ་པའི་གོ་ཐུབ་ནང་བཞིན་རེད། འདས་པའི་དྲན་པ་སྐྱེར་མ་བཅུག་པ་བྱས། མ་འོངས་པ་ཡི་དངུལ་མ་བསུས་པ་བྱས། མི་ཤི་ཁ་ས་རོགས་ལ་ཡ་དེ་རེད། ད་ལྟའི་ཤེས་པ་སོ་མ་མ་བཅོས་པ་དེ་གའི་ངང་ལ། ད་ལྟའི་ཤེས་པ་སོ་མ་མ་བཅོས་པ་དེ་ལས་ཀོ། ཡུལ་སྣང་གི་རྗེས་སུ་མི་མཐོང་བར་ད་སྣང་ཆ་འདྲ་མི་འདྲ་ཡོང་གི་རེད་བ། ཕྱི་རོལ་གྱི་གཅིག་གཟུགས་རོ་ལ་སོགས་པའི་སྣང་ཆ་ཡོང་གི་རེད། སེམས་ཀྱི་བདེ་སྡུག་གི་མྱོང་ཚོར་དེ་འདྲ་ཡོང་གི་ཡོད་རེད་དེ་གང་གི་རྗེས་སུ་མི་མཐོང་བར། འཛིན་བྱེད་མ་བསླད་པ་ཅིག། གསལ་ཙམ་རིག་ཙམ་འདི་གང་འདྲ་བཞག་ཡག་རེད། མི་འགྲོ་མི་ཐུག་རྣམ་རྟོག་མེད་ངང་ལ་འཁྱམས་ནས་ལྷོད་བདེའི་ངང། མཐུ་བྱིན་མཐུ་ཕྱུང་བློ་གཏིག་ཕལ་ཅིག་བརྒྱབ། བྲག་ལ་ངར་ཐུང། བྲག་ལ་ངར་ཐུང། ཨེ་མ་ཧོ། ད། དེ་རྫོགས་ཆེན། དེ་འདྲ་ཕིག་གི་ངོ་སྤྲོད་རྣམ་པའི་ཁ་ཐུག་ལ་ཡང་ཨེ་ནི། ང་འདྲ་དེ། ཡི་གེ་ཕལ། ཞེས་ཧཱུྃ། མཁའ་ལ་ཡང་གཅིག་གི་ཧཱུྃ་མཁའ་ལ་གཅིག་འགྲོ་མགོ་ལ་ཡང་སོར་གཅིག། འགྲོ་མགོ་ལ་ཡང་སོར་གཅིག་དུག་གསུམ་འདུས་བཙའ་ནི། རྣམ་རྟོག། ཁ་རས་སམ་བར་གཅིག་འདུས་བཙའ་ནི། ཨེ་ནི། འདས་པའི་རྣམ་རྟོག་དེའི་དེའི་བར་འགག། མ་འོངས་པའི་རྣམ་རྟོག་དེའི་མ་སྐྱེས་པ་ཞེས་དག་བཙའ། གཅིག། ཧཱུྃ་མཁའ་ལ་གཅིག་རྩ་ཁ་སོར་གཅིག། ཧོན་འཐོར་དེ་བས་སོར་གཅིག།

ཁྱོད་གར་སོང་བལྟམས་པ་ཡིན་པ་གར་ཁྲེན་ཆུང་ཟེར་བ་ཡིན། ཞེས། རྫོགས་ཆེན་གོ་ཡང་ཡག་པོ་ཆགས་བྱུང་ས། ད་ཧད་དེ་ཟད་དེ་རྫོགས་ཆེན་ལ་ཕལ་ཆེར་ངོས་འཛིན་བྱེད་ཀྱི་མེད་བཟོ་བཞིན་འདུག་དེ་རྫོགས་ཆེན་མ་རེད། དེ་ལ། ཧོ། ག་ལ་ཡ། རྔམ་སྐྲག་རུ་ཅིག་སྐྱེས། ད་གར་ཞིག་སོང་ས་པའི་ཧོན་རུ་ཞིག་ཐོར་ཡ་ག་འདུག་དེ། ད་དེ་རྫོགས་ཆེན་མ་རེད། ཧད་དེ་ཟད་དེ་ཆགས་ཀྱི་ཡོད་རེད། ད་ཧད་དེ། ཏེ། རྫོགས་ཆེན། ཡག་རིག་པ་ངོ་སྤྲོད་རིག་པ་ངོ་འཕྲོད་ཡག་གི་དགོས་ཚོར་དེ་རེད། སེམས་ཧད་སྟེ། བཞག། ཧད་སྟེའི་ངང་ལ་ཡ་ཨེ་ནི་ཁོ་ལྟོགས་ཚེ་ཡུན་སྲིང་ནས་ག་ལེ་ག་ལེ་འགྲོ་ཐུབ་ན་ཨེ་ནི་གསལ་ཙམ་རིག་ཙམ་གི་རིག་པའི་རང་ངོ་འཕྲོད་ཡག་བྱེད་ཀྱི་ཨོ་དེ་རེད་བཞག། ཧད་དེ་བ་ལ་བཟང་ཐལ། འཁྲུལ་ཤིར་མི་བྱེད། དེ་འདྲ་བ་བཀའ་མོལ་ཡོང་མྱོང། ཅེས་ནི། སེམས་དགེ་རྣམ་རྟོག་གེ་ཅི་ཡང། རྣམ་རྟོག་མ་སྐྱེས་པའི་ཕྱིར་ཞེས་བགྱིད་འདུག་བློ་ལྷད་ནས་བཞག་ན། རྫོགས་ཆེན་འགྲུབ་རྫོགས་ཆེན་ཡིན་ཁུལ་བས། ཨེ་ནོ་རིན་པོ་ཆེ་གིས། ཧད་དེ་བ་ལ་བཟང་ཐལ་ལས་སད་བར་དག། ཧད་དེ་འཇོག་པ་ཙམ་གྱིས་ཡོང་གི་མ་རེད། ཁོས་བོད་སྐད་བཟང་ཐལ་གྱི་ངོ་ཆ་འཕྲོད་ཡག་ལ་ངེད་ལ་སེམས་ཧད་དེ་འཇོག་དགོས་ཀྱི་ཡོད་རེད། དེ་ནས་ཧེ་ཏི་འཇའ་དེའི་རྫོགས་ཆེན་གྱི་ངོ་སྤྲོད་ཡང་གི་གཞི་མ་རུ་དེ་བྱས། དེ་ནས་སེམས། རིག་པ་སྐྱེ་མེད་ཟང་ཐལ། ད་དེའི་སྔོན་ལ་ཡང་སེམས་བྱུང་ཡུལ་འགྲོ་སོང་ཚང་ཚོད་ཡང་རེ་ལྔས་འགྲོ་བར་བ། སེམས། སྣང་བ་དག་ཏུ་གྲུབ་མེད་པ་རང་བཞིན་གྱིས་མ་གྲུབ་པ་དེའི་དེའི་གོ་བ་ཅིག་ཡོད་པར་བྱས། དེ་ནས་ཁ་ཐུག་སྟེ། ཨེ་ནི་ཧེ་ཏི། འདི་གང་ནས་ཨེ་ནི་རིག་པ་ངོ་འཕྲོད་ནས་ཡོང་དུས་རིག་པ་ཟང་ཐལ། འོ་ད།

ཤེས་པ་ཁོ་རང་གི་བས་སང་ངེ་ཡོད་དེ་བས་ད་རིག་པ་ད་གའི་ང་ལ་འདུག་ཟེར་ད་ལོ་ཤ་ཆེ་འདི་ཆགས་ཀྱི་ཡོད་རེད་བཟང་མོ་ཐེ་ཆུང་བརྗོད་དུ་མེད་ཆོས་སྐུའི་རིག་པ་ངོས་བཟུང་ཞིག་ད་འབྲས་བུ་སངས་རྒྱས་ཀྱི་ས་ཡི་ཆོས་སྐུ་ཡེ་ཤེས་ཆོས་ཀྱི་སྐུ་ཟེར་དེ་ཐོག་མའི་ས་བོན་དེ་ད་ལྟ་ང་རང་ཚོ་ལ་ཡོད་དེ་བས་ད་གར་བ་ཤེས་པ་ད་གར་བ་སངས་རྒྱས་སུ་སླེབས་དུས་ད་ལྟའི་ཤེས་པ་དེ་ཕག་ཤ་ཆེ་ཤེས་པ་གཞན་དག་ཅིག་ལས་ཡང་མེད་པ་ད་ལྟའི་ཤེས་པ་ད་གའི་ད་ཀུ་རིག་ཤའི་སྟེང་ནས་ཀ་ལེ་རི་ཡ་ཨེ་ནི་ཉམས་མྱོང་གོང་ནས་གོང་དུ་འཕེལ་ཨེ་ནི་གློ་བུར་བའི་ཆོས་འདི་ཡི་དེ་གི་ནུས་པ་ཆུང་དུ་ཆུང་དུ་ཆུང་དུ་ཆུང་དུ་ཕྱིན་ཏེ་འདུག་ཟེར་ན་ད་སངས་རྒྱས་རེད་མ་གཏོགས་སངས་རྒྱས་གཞན་ནས་མི་ཚུལ་རྫོགས་ཆེན་ཆོས་སྐད་ལ་ཡ་ཨོ་འདིར་བ་རང་ལ་རིག་པ་བཟང་ལྟའི་རང་ཆས་སུ་ཡོད་དེ་བ་དེ་ཀ་ཨེ་ནི་བ་གྲིབ་བྲལ་དུ་གྱུར་པའི་ནི་གོ་ལ་སངས་རྒྱས་རེད་མ་གཏོགས་སངས་རྒྱས་གཞན་ནས་མི་ཚུལ་སོན་ཨ་རོ་འདི་རེད་ཨོ་བྱས་ནས། ཆོས་སྐུའི་རིག་པ་ངོས་བཟུང་ཞིག་ངོ་རང་ཐོག་ཏུ་སྤྲད་པ་དེ་གནད་དང་པོའོ། ངོ་རང་ཐོག་ཏུ་སྤྲད། མཐའ་གཅིག་ཏུ་ཏུ་བཅད། ཨ་ནི་དེང་གྲོལ་ཐོག་ཏུ་བཅའ། ཚིག་གསུམ་གནད་བསྒྲིགས་ཟེར་བ་དེ་འདི་རེད།